རང་རེའི་རི་བོ་གངས་ཅན་པའི་རིག་གནས་དཔལ་ཡོན་ནི་ལོ་རྒྱུས་ཀྱི་རྒྱུན་རིང་ཞིང་རིང་ཆེས་མངོན་པར་རྫོགས་པ་འབའ་ཞིག་སྟེ། རང་ཅག་གི་སྐལ་བརྡ་གཟུགས་སུ་གྲུབ་པའི་ཡིག་གཟུགས་ལ་ཡང་ལོ་ངོ་ཧ་ཅང་མང་བོའི་ལོ་རྒྱུས་ལྡན་ཞིང། ནང་གསེས་རྣམ་པ་ཡང་ཕུན་སུམ་ཚོགས་པ་ཡོད་དེ། དེའང་ཐོག་མར་སྤྱི་བོའི་ཆ་ནས་དབུ་ཅན་དང་དབུ་མེད་གཉིས་སུ་ཡོད་ལ། རིམ་གྱིས་དུས་ཀྱི་འགྱུར་བ་དང་བསྟུན་ནས་ད་ལྟའི་ཆར་དབུ་མེད་ཀྱི་སྐོར་ལ་ཚིག་རིང་དང་ཚིག་ཐུང་ཆོས། འབྲི་ཚ་སོགས་རྣམ་པ་མི་འདྲ་བ་དུ་མ་ཡོད་པ་མ་ཟད། གཞན་ཡང་འབྲི་ལུགས་ཁྱད་ཆོས་ཀྱི་ཕྱོགས་ནས་དབྱིབས་བྲིས་སམ་གཞུང་བྲིས་དང་གཙང་བྲིས། ཁམས་བྲིས། གཞན་ཡང་ཨ་མདོའི་ཕྱོགས་སུ་དར་བའི་ཝུ་ཅན་གྱི་འབྲི་ལུགས་ཐུན་མོང་མ་ཡིན་པ་སོགས་ཀྱང་མི་འདྲ་བ་མང་པོ་ཡོད་པ་ཀུན་གྱི་འགྲེམས་བཤད་མིག་གི་སྤྱན་སྔར་བཤད་ནས་ཡོད། དེ་ཡང་ཡུལ་མདོར་མོལ་ཕྱོགས་སུ་ཝུ་ཅན་བྲིས་རྒྱུན་རྨ་མེད་པ་དར་འཕེལ་གཏོང་བའི་ཀུན་སློང་དཀར་པོ་མངོན་དུ་བཏང་ནས། པཎ་ཆེན་བཅུ་བ་མཆོག་གི་དགོངས་བཞེད་ལྟར། མཚོ་སྔོན་མི་རིགས་དགེ་ཡིས་མཐོ་རིམ་ཆོས་ཕྱོགས་སློབ་གྲྭའི་འབྲི་ཀློག་མགོ་ཁྲིད་ཀྱི་མི་སྣ་ཚགས་བཙུགས་ཀྱིས་དབུས་གཙང་དུ་ཕྱིན་ནས་ཡིག་གཟུགས་ཆེད་དུ་སྦྱོང་གཉེར་བྱས་པ་དང། ཉིས་སྟོང་བཅོ་ལྔ་ལོར། མདོ་དབུས་ཁམས་གསུམ་གྱི་ཕུལ་དུ་བྱུང་བའི་བྲིས་པ་དག་གདན་འདྲེན་སྒོས་ཡིག་གཟུགས་གསོ་སྦྱོང་འཛིན་གྲྭ་ཞིག་བསྒྲུབས་པ་དེས། ཡུལ་ཨ་མདོ་ས་ཆའི་ཡིག་གཟུགས་དར་སྤེལ་ཐད་ལ་སྐྲུན་དུ་དཀའ་བའི་ནུས་པ་བླ་ལྷག་བཏོན་ནས་ཡོད། དེ་ལྟར་རིམ་གྱིས་ཉིས་སྟོང་བཅོ་དགུ་ལོར་རྒན་རྒྱལ་ཡུལ་གྲྭ་པོ་སོགས་འབྲི་ལོ་མི་སྣ་དག་གིས་འབད་འབུངས་ལ་བརྟེན་ནས་མཚོ་སྔོན་ཞིང་ཆེན་བོད་ཡིག་ཡིག་གཟུགས་རྒྱུན་འཛིན་དར་སྤེལ་ཞིབ་འཇུག་ཚོགས་པ་གཉིས་སུ་དབུ་བཙུགས། ཉིས་སྟོང་བཅོ་ལྔ་ལོ་འདས། དབྱར་གླིང་གི་གོ་སྐབས་བེད་སྤྱད་ལས་ད་ལོའི་མཚོ་སྔོན་ཞིང་ཆེན་ཐོན་མིའི་ཡིག་རྒྱུན་ཡིག་གཟུགས་གསོ་སྦྱོང་སྐབས་སྟོང་དངུལ་སྲིད་གོ་ནོར་བདུན་རེད། གཙང་བྲག་ཤེས་ལྷུན་པོ་གི་རྩིས་སློབ་གྲྭ་གི་ཡིག་གཟུགས་དགེ་རྒན། རྒན་ལྷ་ཁང་བློ་བཟང་རྡོ་རྗེ་དང་དགེ་བཤེས་ཆེན་མོ་དུ་མོ་ཡིན་ནོ་གཏན་གཅིག་གི་དགུང་ལོ་རེ་སྐབས་དེ་ཕྱིའི་རྒན་རེད། ཟླ་བ་སངས་གཅིག་དུ་ནས་རྩིས་སྤོ་ཟླ་ལག་གི་ནང་ནས་སྙེ་མོ་བ་འཕྲིན་ལས་རྒྱལ་མཚན་ལྟག་གཅིག། ཨོ་གཏན་གཅིག་ནས་ཆུ་ཡི་ཤུལ། ཡི་ཤུལ་ནས་ད་ཁམས་ཕྱོགས་རེད་ཁམས་ཕྱོགས་ནས།

མཚོ་སྔོན་ཞིང་ཆེན་གྱི་ཡིག་གཟུགས་ཀྱི་མཐུན་ཚོགས་གཟིགས་དྲི་ལྤགས་ཀྱི་མཐུན་ཚོགས་གཟིགས་གཏུམ་མོ་གཟིགས་འཛུགས་སྒོ་ཀྱི་ས་མེད། ཉིས་སྟོང་བཅུ་དགུ་གི་ལོ་དགུ་ཟླ་བཞི་བའི་ཚེས་ཚེས་བཅོ་ལྔ་ཉིན་མ་ད་ངེས་སུ་བརྩིགས་སྟངས་རེད། རྨོག་རུ་དོན་གྲུབ་ཚེ་རིང་ནི་ཡིག་གཟུགས་ལ་དུང་བ་ཟབ་ཅིང་ཁུངས་བཙུན་དུས་རྒྱུན་ལ་སྦྱོང་བ་མི་མངོན་པ་ཡོད་པའི་བྲིས་པ་ཞིག་སྟེ། ཁོང་གིས་ད་ལྟ་མཚོ་སྔོན་ཞིང་ཆེན་བོད་ཡིག་ཡིག་གཟུགས་རྒྱུན་འཛིན་དར་སྤེལ་ཞིབ་འཇུག་ཚོགས་པའི་ཚོགས་གཙོའི་འགན་བཞེས་མུས་སུ་ཡོད་ལ། ཚོགས་པ་འདིས་ཉེ་བའི་ལོ་འདི་དག་གི་རིང་ལ་ཁ་ཡོད་ལག་ཡོད་ཀྱི་འཕྲིན་ལས་རབ་དང་རིམ་པ་བསྐྱངས་དང་སྐྱོང་བཞིན་ཡོད་དེ། སྔ་རྗེས་སུ་ཡིག་གཟུགས་འགྲེམས་སྟོན་དང་འགྲན་བསྡུར་གྱི་བྱེད་སྒོ་རབ་དང་རིམ་པ་སྤེལ་བ་དང། འབྲི་སྟོད་རྫོང་སོགས་སུ་ཕྱིན་ནས་ས་གནས་ཡིག་གཟུགས་རྒྱུན་འཛིན་དར་སྤེལ་ཐད་ལ་བགྲོ་གླེང་སྤེལ་བ། ཁྱད་པར་དུ་ཡིག་གཟུགས་དང་འབྲེལ་བའི་དེབ་ཀྱི་ལོ་ཙཱ་དང་མཐོ་རིམ་སློབ་གྲྭའི་སློབ་དེབ་ལས་སློབ་ཆེན་བོད་ཡིག་ཡིག་གཟུགས་ཀྱི་ཁྲིད་གཞི་རྩོམ་སྒྲིག་དཔར་སྐྲུན་བྱས་པ། ད་དུང་བོད་ཀྱི་ཡིག་གཟུགས་ཚིག་མཛོད་སྒྲིག་པའི་དུས་འཁྱེར་བཟོ་བ་སོགས་ཀྱི་སྐྱེ་བ་ནར་མར་རྩོམ་བཞིན་ཡོད།

དབུས་ཀྱི་ཧོར་གྱི་ནས་དབུས་འཛོགས་ཀྱི་ན། ཀྲུང་གོ་གི་ཡི་གེའི་འཕེལ་འགྱུར་གྱི་ལོ་རྒྱུས་ཟེར་གྱི་ནས། དེའི་ཁྲོད་ནས་སློབ་གྲྭ་ཆེན་མོ་གི་ཡིག་གཟུགས་ཀྱི་ལྷོ་གཏུབ་ཟེར་གྱི་ནས། མདུན་མོ་གི་དཔེ་ཆ་ཁ་ཤས་ཟིག་དག་གི། སྒྲིག། རྩོམ་སྒྲིག་བཅས། ཡང་ན་ལོ་ཙཱ་བྱས་དེ་ནས་འགྱིས་ན་མི་རིགས་དཔེ་སྐྲུན་ཁང་དང་མཚོ་སྔོན་གྱི་མི་རིགས་དཔེ་སྐྲུན་ཁང་ལ་སོགས་པ་ནས་དཔར་སྐྲུན་འགྲེམས་སྤེལ་བཅས་དུ་མོ་ཡོད་མྱོང། དེའི་ཧན་ཆི་ཀུན་གྱི་ནས་དང། ཡིག་གཟུགས་བགྲོ་གླེང་ཚོགས་འདུ་ལ་སོགས་པ་དུ་མོ་ཅིག་སྐོར་ར་ཟིག་སྤེལ། འདི་མོ་གི་ཚོགས་པ་ཟིག་འཛུགས་རྒྱུ་གི་དམིགས་ཡུལ་ནི་ཡིན་ན་ར་ཆི་ཟིག་ཟེར་གྱི་ན་མཐར་ཐུག་གིས་སོང་ན་འོག་གི་ཡིག་གཟུགས་ཀྱི་རིག་གནས་འདི་དོག་འདི་རྒྱུན་འཛིན་ཡིག་རྒྱུགས་དར་སྤེལ་ལ་གཏང་རྒྱུ་འདི་དོག་འདི་དམིགས་ཡུལ་ལ་བཟུང་ཡོད་ནི་དེས་ན་ང་རང་གི་བསམ་བློ་དང་ན་འདིའི་རྒྱུན་འཛིན་དང་དར་སྤེལ་སེ་གོ་ནོ་འདི་ཡིག་གཟུགས་ཀྱི་ཧན་ཆི་ནས་གཞན་པ་གི་རིག་གནས་ཡིན་ན་རེ་ཡང་དེ་བཞིན་དུ་རེད་འདི་ངེས་བར་དུ་རྒྱུན་འཛིན་དང་དར་སྤེལ་ཡི་སྒོ་ན་ལྷག་པར་དུ་རྒྱུན་འཛིན་ཡི་སྒོ་ན་ཐོག་མར་ཡིན་གྱི་ན་ད་སློབ་སྦྱོང་ཡོད་ལེ། འདི་སྣང་ཕྱིན་ཆད་ལས་ཤེས་ན་ད་གཟོད་ད་རྒྱུ་མཚན་ཡོད་ཐུབ་ནི་མི་ཟེར་རེད་དེ་ནི་རྒྱུ་མཚན་གི་མི་ཆེན་འདི་ཐོག་མར་ཡིན་གྱི་ན་སློབ་སྦྱོང་ཡི་གྱོ་འདི་དོག་འདི་ཡིག་གཟུགས་འདི་དོག་འདི་ཐབས་ལམ་སྣ་ཚོགས་ལ་བརྟེན་ནས་སློབ་སྦྱོང་ཡི་གྱོ་ལྷག་པར་དུ་སློབ་གྲྭ་རིམ་པ་ནས་སློབ་གྲྭ་རིམ་པ་ནས་སློབ་ཁྲིད་ཡི་གྱོ་ད་གི་སློབ་ཁྲིད་ཀྱི་མ་ལག་གི་ནང་ཚུད་གྱོ་འདི་དོག་འདི་སྤྱི་གཅིག་གི་དོན་དག་གལ་ཆེན་ཟིག་བརྩི་གི་ཡོད། རྨོག་རུ་དོན་གྲུབ་ཚེ་རིང་གིས་ད་ལྟ་མཚོ་སྔོན་དགེ་ཐོན་སློབ་ཆེན་དུ་བོད་ཀྱི་རྩོམ་རིག་དང་ཡིག་གཟུགས་སྐོར་གྱི་སློབ་ཁྲིད་ཅིག་བྱེད་པ་ཟམ་མ་ཆད་པར་སྤེལ་བཞིན་ཡོད། ཁོང་དངོས་སུ་དབུས་གཙང་དུ་ཕྱིན་ནས་གཞུང་འབྲེལ་གྱི་གྲོས་རྒྱུན་ཁུངས་བཙུན་ལ་མཚར་ལྡན་བྱས་ཉིན་ཚུལ་བཞིན་བལྟས་ནས་ཚིག་རིང་ནས་བརྩམས་ཏེ་གཞུང་འབྲེལ་ལ་སྦྱང་བ་མཐིལ་ཕྱིན་པ་མཛད་པས། མི་ལོ་མང་བའི་རིང་ལ་ཁོང་གིས་བོད་ཀྱི་ཡིག་གཟུགས་ཀྱི་ཁྱད་གསོད་དཔེ་ལུགས་ཧ་ཅང་ཚད་དང་ལྡན་པའི་གྲས་རྒྱུན་དེ་ཉིད་མིང་མཐའི་ལྷོ་བའི་ཙོག་ལ་བོན་པ་གང་ཞུགས་ཚུལ་བཞིན་ཁྲིད་དང་ཁྲིད་བཞིན་ཡོད། འདི་ནི་བྲིས་པ་ཞིག་གིས་ཁྱི་མགོ་རྐང་ལ་གཏུགས་པའི་བྲིས་ཀྱི་མ་ཁུངས་བདེ་ལུགས་ཡིན་ལ། ཕ་ནོར་བུ་ལ་འབོགས་པའི་འཕྲིན་ལས་ཀྱི་སྦྱོར་བ་དཔེ་ལུགས་ཀྱང་ཡིན་པས་ཁུངས་དང་ཁུངས་ལྟ་བུ་དག་ནི་ང་ཚོས་བསྔགས་པར་འོས་ལ་གོང་དུ་བཀུར་བར་འོས་སོ།
དེས་ན་ང་རང་གི་སློབ་སྦྱོང་གཙོ་བོ་ཇི་ཟེར་གྱི་ན་ད་འོག་གི་དབུ་མེད་ཀྱི་གཞུག་ཚིག་འདི་རེད། དུ་བདོག་དེ་རང་གྱི་ན་ད་ནང་ན་འུ་ཟོ་ས་ཁུལ་སོ་སོ་གི་གྲི་རྒྱུན་ཚིག་ག་ཟེ་མི་འདྲ་བ་ཡོད་གི། དེས་ན་ང་རང་གི་བསྟན་བཅོས་ཀྱི་དགེ་རྒན་གཙོ་བོ་ད་གི་རྒན་མཆོག་གྲྭ་རིན་པོ་ཆེ་ཟང་རེད། རང་གི་དྲི་རྒྱུན་འདི་དག་གོང་དུ་དབྱིབས་གཙང་གཉིས་ཀྱི་ནང་གི་དབྱིབས་ཀྱི་དྲི་རྒྱུན་གཙོ་བོ་ཡིན་ནོ་ར་དེའི་ནང་གི་གཞུང་དྲི་འདི་དག་གོང་དུ་ཡིན་ནོ་འདི་དག་གོང་དུ། འདི་ནི་ཅིག་ཞལ་འདོན་ཆུ་ཟེར་ཡིན་འདུག་ཟེར་གྱི་ན། ད་གཙོ་བོ་ཆུ་ཟེར་གྱི་ན་དེང་སང་སྤྱི་ཚོགས་ཀྱི་སྒང་ན། ད་ལྟ་གི་རྒྱུ་མཚན་གང་མང་གི་དབང་གིས་སེ་གོ་ནི་ར་ཡིག་གཟུགས་འདི་དག་གོང་དུ་མཐོང་ཆེན་ཡོད་གོ་ནོ་དུ་མང་གི་གདོང་ཆེན་ཀུན་མང་གི། དེ་དང་ཞོར་དུ། ད་ཆུ་ཟིག་ཉིན་ན་ཡིག་གཟུགས་འདི་དག་པོ་འདི་ཡང་ཕྱ་མ་ཆོ་རིགས་བྲིས་ནས། ད་ཆུ་ཟིག་ཀུན་ནི་ཐབས་སྣ་ཚོགས་ལ་བརྟེན་ནས་ད་འགྲེམས་སྟོན་ཡིག་ཀུན་ནི་འགྲན་བསྡུར་ཡིག་ཀུན་ནི་ཐང་ན་རང་ན་ཡང་ན་ཆུ་ཟིག་ཉིན་ན་དྲ་ཐོག་ལ་སོགས་པ་ནས་རང་རང་སྤྱིར་བཏང་གི་ཅིག། ཅིག། ཆུ་ཟིག་ཀུན་ནི། སྤྲོ་བ། སྤྲོ་བ་བསྐྱེད་པ་ལྟ་བུ། སེམས་ནང་སེལ་བ་ལྟ་བུ་དུམ་བུ་གི་ཐབས་ལ་གལ་ཀུན་ནི་ཡོད་གི་འདུག་ན། འུ་བཟོ་ཀློག་ཀློད་དྲ་རྒྱ་གི་སྟེང་ནས་ནི་འདྲ།

ཁོང་མེད་ན་དོན་ལ་ད་ལུགས་དང་ཆ་ཚུལ་ཡོད་གི་ཡོད་ནི་མ་རེད། ལུགས་དང་ཆ་ཚུལ་མེད་ལ་ད་དང་ཡི་གསར་བཟོ་ར་གང་འདོད་གི་བྲིས་ན་ད་དོག་དུ། ང་རང་གི་ལྟས་ན་ཡིག་གཟུགས་འདི་དག་འདི་འཕེལ་རྒྱས་འགྲོ་གི་ནོ་གི་རྟགས་མཚན་ཟིག་མ་རེད། འདི་ཚིག་གཟིགས་ཉམས་རྒུད་དུ་འགྲོ་གི་ནོ་རྟགས་མཚན་ཟིག་ག་མཐོང་གི་ཡོད། མདོ་ཁམས་ནང་ཆེན་ནས་ཡིན་པའི་བྲིས་པ་མི་ཕམ་རྣམ་རྒྱལ་ལགས་ནི་ཆུང་དུས་ནས་ཆིག་སྒྲིལ་བྱས་ནས་བོད་ཀྱི་རིག་གནས་སྤྱི་ལ་སྦྱོང་བ་མི་མངོན་པ་གནང་བ་དང། ཁྱད་པར་དུ་བཟོ་རིག་བྲིས་ཀྱི་སྐོར་ལ་དགའ་བ་དཔག་ཏུ་མེད་པ་ཡོད་པས་དགེ་བའི་བཤེས་གཉེན་རབ་དང་རིམ་པ་བརྟེན་ནས་ཡིག་གཟུགས་ལ་ཞིང་ཆ་ཆེན་པོ་བདམས་པའི་བྲིས་པ་ཞིག་ཏུ་གྱུར་ནས་ཡོད། ཁོང་གིས་བོད་ཡིག་ཡིག་གཟུགས་རྒྱུན་འཛིན་དར་འཕེལ་ཞིབ་འཇུག་ཚོགས་པའི་བློ་འདོན་པའི་འགན་བཞེས་ཡོད་ལ་ལྷག་པར་དུ་དཔལ་རྒྱུད་གྲབས་བཀྲིས་ཀྱི་རྒྱུན་འཛིན་པའི་ཆོ་ལོ་མངོན་པར་ཐོབ་ནས་ཡོད་པ་མ་ཟད། ཁོང་རང་ཉིད་ནས་ཐུན་མོང་མ་ཡིན་པའི་ནང་བྲིས་ནོར་རུ་མ་བྱས་པའི་བྲིས་རྒྱུན་ཞིག་ཉེ་བར་སྤེལ་བཞིན་ཡོད། ད་ང

ཡང། དབུ་ཡིག་བརྒྱན་ནས་ད་ནམ་རྒྱུན་ང་ཚོ་འཚོ་བའི་ཁྲོད་དུ་ད་བེད་སྤྱོད་བྱེད་ཤུལ་དེ་རྒྱུག་ཡིག་དང་འཁྱུག་ཡིག་ཆགས་དུ་ཡོད་རེད་བ། དེ་ཡིན་རུང་ད་དེ་འདྲའི་ཡིག་གཟུགས་སྣ་ཁ་ཁ་ཤས་ཅིག་ཨ་ནི་ད་དུང་དེ་ཙམ་མ་ཚད་པ་གིས་ནམ་རྒྱུན་ང་ཚོ་གཅིག་སྤྱི་ཚོགས་ཀྱི་འཚོ་བའི་ཁྲོད་ལ་དགོས་མཁོ་ཆེ་ལེགས།

ཡི་གར་ཡིག་ནག་ཟེར་ནི་ད་སྔོན་མ་ཐ་སྙད་རྙིང་པ་ཅིག་ཆགས་འདུག་བ། ཡི་གར་ཟེར་དགོས་སྐྱེས་དེ་དམ་པའི་ཆུ། ནི་ཆུ་གི་ཡི་གེ་དེ་ལ་དེ་ནི་གསེར་དང་དངུལ་དང། མཚལ་དང་དུང་ལ་སོགས་པ་རིན་པོ་ཆེ་གི་རིགས་འདྲི་དེ་དེ་གའི་སྲོལ་རྒྱུན་གྱི་ད་རྒྱུན་འཛིན་འདྲ་བོ་ཅིག་བྱས་ནས་ད་དེ་སོགས་གི་འདྲི་གི་ཡོད། ནི་ནམ་རྒྱུན་འཚོ་བའི་ཁྲོད་ལ་ཡི་གེ་འདྲི་རྒྱུ་དེ་སོགས་ད་ནག་ཚག་གི་ནམ་རྒྱུན་ལྟར་དུ་ད་ཡི་གེ། ངས་ནམ་རྒྱུན་མང་ཆེ་ཤོས་འབྲི་རྒྱུ་དེ་འགྲེལ་གྱི་རེད།
བྲིས་པ་མི་ཕམ་རྣམ་རྒྱལ་གྱིས་དུས་རྒྱུན་གཟུངས་སྔགས་རྩིས་པའི་ཡིག་གཟུགས་སྣ་ཚོགས་འབྲི་བཞིན་ཡོད་དེ། དེ་དག་ཀྱང་བོད་སྲོལ་རྒྱུན་གྱི་ཆོས་སྤུས་འབྲི་སྟངས་ལྟར་མཚོན་དང་འབྲི་ཤོག་ཚུན་ཆད་ཁོང་རང་ཉིད་ཀྱིས་ཚར་གདན་བསྟར་བཞིན་ཡོད་ལ། གཞན་ཡང་ཐབས་ལམ་མང་བའི་སྒོ་ནས་རྒྱུད་ཕྱི་ནང་མང་བོར་བོད་ཀྱི་ཡིག་གཟུགས་འགྲེམས་སྟོན་དང་འགྲེམས་ཚོང་སོགས་ཀྱི་ལས་དོན་ལ་ཡང་དམིགས་ཀྱིས་གཞོལ་བཞིན་ཡོད་པས། མདོར་ན་བྲིས་པ་མི་ཕམ་རྣམ་རྒྱལ་གྱིས་རང་ཉིད་སྤྱི་ལྕོགས་སྒོས་བོད་ཀྱི་ཡིག་གཟུགས་ཁྱབ་སྤེལ་དང་རྒྱུན་འཛིན་ཕྱོགས་ལ་ཁ་སྨོན་སྟོན་གྱི་འཕྲིན་ལས་བསྐྱངས་དང་སྐྱོང་བཞིན་ཡོད་པས། འདི་ལྟ་བུའི་བསམ་སྦྱོར་ལེགས་པོ་ནི་བོད་ཀྱི་ཡིག་གཟུགས་མི་ཉམས་གོང་འཕེལ་འགྲོ་བའི་མཐུན་རྐྱེན་བླ་ན་མེད་པ་འབའ་ཞིག་ཅི་ལ་མིན། ད་ཡིག་གཟུགས་ཡིན་ན་འདྲ། སྐད་ཡིན་ན་འདྲ། ང་ཚོ་གི་སྲོལ་རྒྱུན་གྱི་རིག་གནས་ཚང་མ་དེ་གཙོ་ཆེ་ཤོས་ང་ཚོ་སྤྱི་ཚོགས་ཀྱི་འཚོ་བ་དང་འབྲེལ་ཐོབ་ན་ཨ་ནི་ཉམས་ངོ་མ་རེད་བསམ་མི་འདུག་དེ་ཡིན་དུས། ད་ང་རང་འདྲ་བོ་ཅིག་ཡིན་ན་ལོ་མང་པོ་གི་རིང་ལ་གཙོ་ཆེ་ཤོས་དེ་སྤྱི་ཚོགས་ཀྱི་ཁྲོད་ལ་ཕ་ཁྱབ་བརྡལ་འགྲོ་ཡག་གི། ཐབས་ཤེས་འདྲ་བོ། ད་ཡིག་བཟོ་བཤམས་སྟོང་ཟེར་གྱི་ཡིན་ན་རེད་ཡང་ཅི། ཕ། མ། ཡིན་མིན་ལ་གོ་དཀར་ཡོད་མཁན་དེ་ཚོ་ལ་ཡང་གོ་མདུང་ཟེར་ནས་ཅི། ནམ་རྒྱུན་འཚོ་བའི་ཁྲོད་ལ་བཤམས་རྒྱུ་འདྲ། ད་དེ་ཚོ་ལ་ཅི་ཤོག་འདྲ་རྒྱག་ངས་ནམ་རྒྱུན་ལས་ཀ་མང་ཆེ་ཡ་དེ་དང་འདྲེ་ལས་གི་ཡོད། ཕ་ཡུལ་རེབ་ཁུང་ནས་ཡིན་པའི་བོད་ཀྱི་བྲིས་པ་བདེ་མཆོག་རྒྱལ་ལ་མཚོན་ན་ད་ལྟ་ཨ་ཁུ་གྲགས་པའི་དུས་རྒྱུན་གྱི་རྒྱུན་འཛིན་འཁོན་ཉག་ཅིག་སྟེ། ཁོང་གིས་ལོ་ངོ་མང་བོའི་རིང་ལ་ཨ་ཁུ་གྲགས་པའི་སྐབས་ནས་དུས་རྒྱུན་དེ་ཉིད་སྦྱོང་བ་བླ་ལྷག་བྱས་ཏེ་ད་ལྟ་དུས་རྒྱུན་དེར་ཞེང་ཆ་ཆེ་བའི་བྲིས་པ་ཞིག་ཏུ་གྱུར་ནས་ཡོད། ཨ་ཁུ་དྲག་པོའི་གྲས་ཀྱི་ནི་སྔོན་བྱོན་བཀྲིས་པ་མང་པོས་ཕྱག་རྒྱུན་སློབ་སྦྱོང་དང་དཔེ་ལྟའི་སྒོས་བཀྲིས་པའི་ཡིག་གཟུགས་ཐུན་མོང་མ་ཡིན་པ་ཞིག་སྟེ། སྔ་རྗེས་སུ་པེ་ཅིན་པེ་རྟ་བང་སྒྲིག་སོགས་ཀྱི་དེང་རབས་རྩིས་འཁོར་གྱི་ཡིག་གཟུགས་མང་བོའི་མ་ཕྱིར་བཟུང་ཡོད་པ་མ་ཟད། མཚོ་སྔོན་བརྩིས་པའི་ཨ་མདོའི་ནོར་མེད་ས་ཆའི་དཔེ་སྐྲུན་ལས་རིགས་སུ་དར་ཁྱབ་ཤིན་ཏུ་ཆེ་བའི་ཡིག་གཟུགས་ཤིག་རེད། ད་ལྟ་རང་གིས་འབྲི་བཞིན་པའི་ཡིག་གཟུགས་འདི་རྒན་གྲོ་ག་རྒྱ་མཚོའི་གསུང་གི་ཡིག་རྒྱུན་དེ་ཡིན། དེས་ན་རྒན་གྲོ་ག་རྒྱ་མཚོའི་ཁི་སིམ་མ་མཚོན་ན། ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོའི་རྗེ་བཙུན་ཤེས་རབ་རྒྱ་མཚོ་གི་དངོས་སློབ་རེད། ཁོང་གསུང་གི་མྱི་ཚེའི་གོང་བུ། མཚོ་སྔོན་མི་རིགས་དཔེ་སྐྲུན་ཁང་གི་ནང་གི་མི་རིགས་དཔེ་སྐྲུན་ལས་རིགས་ར་བོད་ཀྱི་ཡིག་གཟུགས་ཀྱི་ཐད་ལ་ད་བྱས་རྗེས་བླ་ན་མེད་པ་ཟིག་བཞག་པ་འདི་རེད།

ད་རུང་མཚོ་སྔོན་གཙོས་ཡིན་པའི་པེ་ཅིན་དང་ཀན་སུའུ། སི་ཁྲོན། བོད་ལྗོངས་ལ་སོགས་པ་དཔེ་སྐྲུན་ཁང་གི་དཔར་སྣོན་གྱི་དཔེ་ཆ་སྟོང་ཕྲག་ལ་ཉེ་བ་ཟིག་གི་ཁ་བྱང་ཁྲི་ཚང་གི་ཕྱག་བྲིས་གནང་ཟིག། བྲིས་པ་བདེ་མཆོག་རྒྱལ་གྱིས་ཨ་ཁུ་གྲགས་པའི་གྲེ་རྒྱུན་དེ་ཉིད་རྡོ་བརླག་རྒྱུད་དགོས་མི་ངའི་མི་རུ་འགྲུབ་ངེས་སུ་ཡོད་དེ། ད་ལྟ་ཕལ་ཆེར་ཉིན་གཅིག་ལ་ཡང་འཁྱག་པ་མེད་པར་ཡི་གེ་འབྲི་བའི་ལས་ལ་རྩེ་གཅིག་ཏུ་འབབ་བཞིན་ཡོད། ཁོང་གིས་བྲིས་པའི་ཡིག་གཟུགས་དག་ད་ལྟ་ང་ཚོའི་མཐོང་ལམ་དུ་མང་དུ་མངོན་གྱི་ཡོད་ལ། མཚོ་སྔོན་ཞིང་ཆེན་བྲིས་པའི་མཐུན་ཚོགས་ཀྱི་ཀྲུའུ་ཞི་གཞོན་པའི་འགན་བཞེས་པའི་འདེམས་ཆོག་རྒྱལ་གྱིས་བོད་ཀྱི་ཡིག་གཟུགས་ལས་དོན་ཐད་ལ་ལས་ཀ་རབ་དང་རིམ་པ་སྒྲུབ་བཞིན་ཡོད་དེ། སྔར་རྗེས་སུ་ཡིག་གཟུགས་འགྲེམས་སྟོན་དང་དཔྱད་འདེམས་པའི་འགན་སྣ་ཚོགས་སླར་གྱིས་ལེན་བཞིན་ཡོད་པས། རང་གི་དུས་ཚོད་མང་ཤོས་བོད་ཀྱི་ཡིག་གཟུགས་ལས་དོན་ལ་གཞོལ་བཞིན་པའི་བསམ་སྦྱོར་འདི་དག་ཤིན་ཏུ་བསྔགས་པར་རུང་བའི་གནས་སོ། ང་རང་གིས་མཚོན་ན་ལི་ཐང་བསྐལ་བ་ཟིག་གི་དབང་གིས་ལོ་ངོ་ཉི་ཤུ་ལྷག་གི་རིང་རྒན་གྲུ་བྷ་རྒྱ་མཚོས་ཁོང་རང་དང་མཉམ་དུ། སྐྱབས་གཅིག་ག་འཚོ་བ་རུ་གྱུར་ར་ཁི་གི་འདི་ནས་ཁི་གི་ཡིག་རྒྱུན་འདི་མ་ར་རྒྱུན་འཛིན་དར་སྤེལ་གི་མཐོང་རྒྱུ་གི་སྐལ་བ་བྱུང་དང་ནི། གང་ལྟར་ཁྱེད་ཡི་གེ་འབྲི་ན་ཐོག་མར་དགེ་གི་ཚད་ལྡན་འཛིག་ར། ཡིག་རྒྱུན་ཚད་ལྡན་འཛིག་ག་བསྟན་རྒྱུ་ག་ཆེན་ནང་གི་དོན་ཆེན་འདྲི། དེ་བལྟས་ན་ར་ད་རུང་ག་གཟིགས་བོ་ནོ་ཡིན་རང་བོ་གཟིག་ག་འདྲི་དགོས། འོ་བཟོ་བྱེད་ཀྱི་གཟིགས་བོ་ན་བྲིས་ལག་བྱང་ཟེར་གྱི་གཟིགས་བོ་ནོ་འདི་ད་ག་ཆེ་གི། རྔན་མ་དམ་པ་ཟིག་རང་ར་སྟང་ཕག་དཀར་གསུམ་ཚར་གཅིག་རེ་མ་བྲིས་ན་ལག་མི་བྱང་ཟེར་བ་ནི་དེ་ཁོ་གི་རྗེ་རུ་པ་གི་ར་ཡིག་གཟུགས་འདི་སྦྱང་ན་ད་གཞན་རི་ངོ་ཟིག་ག་འབད་པ་བསྟན་རྒྱུ་ངའི་བདེ་བ་ཡིན། བཀྲིས་པ་སེར་ཚང་གཡང་འབུམ་ལྟ་བུར་མཚོན་ན་གསོ་རིག་སྨན་གྱི་མཛའ་མཐུན་སྐྱོར་གཞིར་བཀྲིས་ཀྱི་འཕྲིན་ལས་ལ་རྣམ་པར་གཞོལ་བའི་བཀྲིས་པ་ཞིག་སྟེ་ཁོང་གིས་ད་ལྟ་འགྲུབ་བཞིན་པའི་བཀྲིས་རྒྱུན་གཙོ་བོ་ནི་གཙང་བཀྲ་ཤིས་ལྷུན་པོའི་གྲི་རྒྱུན་གཙོ་བོར་བཟུང་ནས་ཡོད། གྲི་རྒྱུན་གྱི་མངའ་ཁོངས་ཡང་དག་པ་འདེད་ཆེད་ཁོང་སྔ་རྗེས་སུ་དབུས་དང་གཙང་སོགས་སུ་སོང་ནས་གྲི་རྒྱུན་ལྷད་མེད་པ་ལ་སྦྱོང་བ་མི་ཆུང་བ་བྱས་པས། ད་ལྟ་གཙང་བཀྲ་ཤིས་ལྷུན་པོའི་གྲི་རྒྱུན་ལ་ཞིང་ཆ་གང་འཚམ་སོང་ནས་ཡོད་པའི་བྲིས་པ་ཞིག་སྟེ། བྲིས་པ་གསེར་གཙང་གཡང་འབུམ་གྱི་གྲི་སྣ་ཚོགས་ད་ལྟ་སྤྱི་ཚོགས་སྒང་ན་མཐོང་ཆོས་སུ་མངོན་པར་གྱུར་ནས་ཡོད་པ་དང། ཁོང་གིས་ད་ལྟ་མཚོ་སྔོན་ཞིང་ཆེན་བོད་ཡིག་ཡིག་གཟུགས་རྒྱུན་འཛིན་དར་སྤེལ་ཞིབ་འཇུག་ཚོགས་པའི་ཚོགས་གཞོན་གྱི་འགན་ཡང་གཅིག་ལྕོགས་སུ་བཞེས་ནས་ཡོད། གཙང་བཀྲ་ཤིས་ལྷུན་པོ་གྱི་གྲི་རྒྱན་གཏོང་རྒྱུ་ན་སྔ་རིང་གི་དགེ་རྒན་ལ་མཚོན་ན། ད་གི་ལྷ་ཁང་ལུགས་བཟང་དུ་རྒྱུགས་སའི་ཀུན་སློང་འདི་བ་ཚང་རེད། གཞིས་གཟིགས་ཀྱི་སྦྱང་ཚུལ་ཡང་མགོ་ནས་བཟུང་སྟེ་ཚིགས་ཆེན་ནས་བཟུང་སྟེ་ཚིགས་ཆུང་དུ་ནས་གཏོང་རྒྱུ་ན་ད་དེ་ལ་ཡང་ཚིགས་མ་ཐིག་གཉིས་དང་ཚིགས་མ་ཐིག་གཅིག་དུ་ནས་ད་ཡང་གཏོང་རྒྱུ་ན། ད་ཚིགས་མ་ཆིག་ཞོར་དུ་ད་འབྲི་ཚར་དུ་ནས་གཏོང་རྒྱུ་ན་ད་ཁོར་ཡུག་གི་སྤྱིར་ཀུན་གཏོང་རྒྱུ་ན། ཕ་བི་ལ་སོགས་སྤྱིར་གྱི་ཡིག་གཟུགས་ཀྱི་ལྷོད་པ་ལ་ཞིག་ལ་ངེས་པར་དུ་མཁོ་བའི་ཀུན་སློང་དང།
ཡིག་གཟུགས་ལྷོད་པ་ཞིག་ལ་ངེས་པར་དུ་མཁོ་བའི་ཐིག་དང་ཆ་ཚད་དང། དེ་ཡིན་སྟོང་རྒྱུ་ན་ད་ལྷོད་མཐར་ཕྱིན་འཇོག་ནུས་པའི་གོ་རིམ་གཉིས་ཀ་ད་གཅིག་མཚུངས་རེད། བཀྲིས་པ་སེར་གཙང་གཡང་འདོམ་ལགས་ཀྱིས་དེ་བཞིན་བོད་ཀྱི་སྲོལ་རྒྱུན་བཀྲིས་པའི་སྤྱོད་ལམ་ལྟར་རང་ཉིད་ལ་རེ་བ་ནན་མོ་འཛིན་བཞིན་ཡོད་ལ། དེ་ལས་བྱུང་བའི་ཡིག་གཟུགས་ལ་ཡང་རང་གི་ཁྱད་ཆོས་མངོན་པར་རྫོགས་ནས་ཡོད། བཀྲུས་པ་གཡང་འབུམ་གྱིས་ད་ལྟ་པཎ་ཆེན་སྐུ་འཁྲུངས་བཅུ་བའི་བཀྲིས་རྒྱུན་དེ་ཉིད་ལ་སྦྱོང་བར་རྨ་མེད་པ་བྱེད་བཞིན་ཡོད་ལ། ད་ལྟ་ཡོངས་གྲགས་སུ་བཀྲིས་རྒྱུན་འདི་ལ་པཎ་ཆེན་ཚིག་རིང་ཞེས་སུ་འབོད་བཞིན་ཡོད་དེ། བཀྲིས་རྒྱུན་འདི་ཉིད་པཎ་ཆེན་རིན་པོ་ཆེ་མཆོག་གིས་བོད་ཀྱི་ས་ཆ་མང་བའི་སིལ་འབྱོར་རིག་གསུམ་གྱི་ལས་རིགས་སོ་སོར་བསྩལ་བའི་གཤེགས་བཀྲིས་བརྒྱུད་ལུགས་བདམས་པ་མང་དུ་མཇལ་གྱི་ཡོད་པ་དེའོ། ད་སྔོན་བྱུང་གི་མཁས་པ་རྣམས་ཀྱི་འབྲི་ཀློག་གཉིས་ནི། ཡོན་ཏན་ཀུན་གྱི་གཞི། དང་བོ་ཉིད་ནས་འདི་ལ་འབད་པར་གྱིས་གཟིགས། བླ་མ་དགེ་བཤེས་ཐམས་ཅད་ཀྱི་ཡིག་གཟུགས་ཀྱི་འབྲི་ཀློག་ལ་མ་བརྟེན་པ་གཅིག་ཀྱང་ཡོད་ན་མ་རེད། དེའི་གནོད་སྦྱིན་མཚན་གྱི་ད། དང་བོ་ཀུན་སློང་དུ་བཏང། ཡིག་གཟུགས་ཀྱི། མདོང་གྱི་ན་ད། རྒྱང་རིང་གཉིས་ཀ། ཅི་གཅིག་ག་འཇོག་གི། དེའི་གནོད་སྦྱིན་མཚན་གྱི་ད། ཡིག་གཟུགས་ཀྱི་ཀུན་སློང་བཟང་པོ་མེད་པ་ཞིག་གི། ཡིག་གཟུགས་རྩ་བ་ཅན་དང། ཡིག་གཟུགས་ཆ་ཚད་དང་མཐུན་པ། དགེ་རྒན་གྱི་བཀའ་དགོངས་དགོངས་པ་ཇི་བཞིན་དུ། ཡང་དག་པ་ཞིག་འབྲི་ཐུབ་ཀྱི་མེད། ཡིག་གཟུགས་དེས་གཞན་ལ་ཕན་ཐོགས་ཐོགས་མི་ཐོགས་དང་ཡིག་གཟུགས་དེས་འདང་རྒྱུ་ན་ད་སྤྱི་ཚོགས་ལ་ཡང་འདང་རྒྱུ་ན་ཕན་བདེ་སྐྲུན་ཐུབ་མི་ཐུབ་དང་དེས་འདང་རྒྱུ་ན་བྱིན་རླབས་ཡོད་མེད་ལ་སོགས་ཀྱི་སྟེང་ནས་ད་ཡང་འདང་རྒྱུ་ན་ད་ཀུན་སྤྱོད་ཀྱི་ལག་གི་ནང་དུ་འཇུག་དགོས་ཞེས་ངས་རང་གི་བསམ་བློའི་ནང་ནས་གཏི་མུག་ཟིག་དྲན་གྱི་ཡོད། བོད་ཀྱི་ཡིག་གཟུགས་ལོ་རྒྱུས་ལ་ཕྱིར་མིག་འཕངས་ན་དེ་ཡང་རྣམ་པ་མི་འདྲ་བའི་འཕེལ་རིམ་མང་བོ་ཞིག་བརྒྱུད་ནས་ཡོང་ཡོད་དེ། སྦལ་ནག་ནི་བླ་རྒྱང་འདྲ་དང་སེང་གེ་གནམ་དུ་འཕྱོ་འདྲ། མུ་ཏིག་སྟར་བླ་རྒྱུད་འདྲ། ཉེར་སྔོན་ཞིང་སྐེར་དང་བྲམ་འདྲ། གཉའ་མོ་ཕྱི་ནས་བྱུང་འདྲ། སོ་ཕག་ཞིམ་འདྲ་སོགས་ཡིག་གཟུགས་འདྲ་མིན་མང་བོ་བརྒྱུད་ཡོད་ལ། རྒྱུད་ནས་འོད་ཀྱི་བྲིས་པའི་དབང་བོ་ཆུང་བ་གཡས་ཁྲི་མཆོག་གི་ཡི་གེའི་གདན་གྱི་གཏོང་མཐུན་མྱུ་གུའི་བསྟན་བཅོས་སོགས་མཛད་ནས་བོད་ཀྱི་ཡིག་གཟུགས་ཀྱི་ཆ་ཚད་སོགས་ཧ་ཅང་མཚར་ལྡན་དུ་བཞེངས་ཡོད་པས། རང་རེའི་བྲིས་འདི་ཉིད་ནི་ཆུ་མགོ་རྐང་ལ་གཏུགས་པའི་དཔེ་ལྟར་མ་ཁུངས་ལེགས་པར་ལྡན་ལ་འཕེལ་རིམ་རྣམ་པར་གསལ་བ། རྒྱུན་འཛིན་ནར་མར་ཡོད་པས་རིགས་པའི་གནས་ཆེན་པོ་ཞིག་མངོན་པར་གྲུབ་ནས་ཡོད།
བཟོ་བོའི་ཡི་གེ་འདི་རྒྱུན་གཟིགས་ར་ཁུངས་སུ་བཀོད་ནི་རེད། རྒྱུན་དུ་ར་ཁུངས་དུ་ཡོད་རྒྱུ་དེ་དག་ཧ་ཅང་གལ་ཆེན་པོ་རེད། སྤྱིར་བཏང་ཨུ་ཚུགས་ཀྱི་ཡིག་གཟུགས་འདི་ཁོང་གང་ནང་ན་འདུག་ཟེར་ན་ད་འོ་ཁྱང་ཚ་ཆ་ནང་ནས་དེ་རང་སྔོན་ཕྱི་གླིང་གི་ན་དེ་རེད་དེ་རང་ནང་ཀ་ཡི་ན་རེད་དེ་རེད་དེ་ཡིན་ན་ད་རང་གི་ཤ་ཡིག་ཡིན་ན་འདྲ་གི་རང་གི་སློབ་མ་ཡིན་ན་འདྲ་གི་ཁྱོད་ཡི་གེ་འདི་ཁོང་གང་ཡིན་ན་དེ་ངའི་སེམས་ཀྱི་གཞི་གི་ཁོང་ཡོ་ནུས་ཀྱི་རྩོད་རྒྱུ་རྒྱུན་ཡོ་ནུས་ཀྱི་རྩོད་རྒྱུ་དེ་དག་གལ་ཆེན་པོ་རེད། ཨུ་ཚུགས་ཀྱི་སློབ་གྲྭ། སོ་སོ་གི་ད་མི་རིགས་ཀྱི་སྐད་ཡིག་ཁྲིད་མཁན་གྱི་དགེ་རྒན་རྣམ་པ་ཡིན་ན་འདྲ་གི་དེ་ཡང་གཅིག་གི་རང་རིགས་ཀྱི་ཁྱིམ་བདག་རྣམ་པ་ཡིན་ན་འདྲ་གི། ད་ཚད་མ་འཛིན་གྱི་སྐད་ཆ་འཛིན་ནོ་གང་རེད་འདུག་ཟེར་ན་ད་རང་ང་ཅིག་སྐད་ཆ་འཛིན་རེད་ཟེར་ནོ་ཡིག་གཟུགས་འདི་ག་ཆེ་གི་ཟེར་ནོ། འདི་རྩ་ཡག་རེད་ཟེར་ནོ་འདི་ཤེས་དགོས་གི་ཟེར་ནོ་དོ་མོ་རྩ་འཛུགས་ཀྱི་ཐོག་ནས་མ་བསྡད་ལ་འདི་དང་ཡིན་ད་ལག་ལ་ན་འདེབས་རྒྱུ་ད་ཧ་ཅང་གལ་ཆེན་པོ་རེད། སློབ་གྲྭ་གཟུགས་ཀྱི་ནང་ནས་འགྱེལ་ན་ར་ཆེ་སྟག་སྒེར་གྱི་མཚང་མ་གི་མཛུབ་སྟོན་ཡིས་དུས་ཚོད་བེད་སྤྱད་ལས། སྟག་ཤི་གི་རེ་བ་ནན་མོ་བཏོན་ནས་དེ་ལས་ཡིག་གཟུགས་དུ་སྦྱང་རྒྱུ། དེ་བཞིན་དུ་ཁྱིམ་མ་ཐོན་ན་ཁྱིམ་བདག་ཚང་མ་གི་ར་ཆེ་གི་དེ་དོར་སྣང་གྱིས་དེ་ལས་རང་གི་བྱ་ཡིག་དེ། ཡི་གེ་ཡིག་གཟུགས་ཨ་རྫ་གཟུགས་ཤིག་གི་འཇོག་རྒྱུ་གི་ཕྱོགས་གནས་བ་གེགས་ཤིག་གི། ད་ལ་པ་འགུ་དེ་ཡང་གཅིག་གི་དེ་གི་ཕྱོགས་གནས། ཚགས་དོད། ཨ་ཏི་ཀའི་གྱོད་དུ་ཧ་ཅང་གལ་ཆེན་པོ་ཟིག་རེད་དུ་བསམ་གི། ཏང་གི་དུས་སུ་ཡང་བོད་ཀྱི་ཡིག་གཟུགས་འདི་ཉིད་རྒྱུན་འཛིན་དར་སྤེལ་གྱི་སྐྱེ་བ་སྤེལ་སྟངས་སྤེལ་མུས་སུ་ཡོད་ལ་འབྱུང་འགྱུར་ཁུངས་བཙུན་མཚར་ལྡན་གྱི་བོད་ཀྱི་ཡི་གེའི་གྲས་རྒྱུན་འདི་ཉིད་དར་ཞིང་རྒྱས་པ་དང་བུ་རབས་ཚ་རྒྱུད་དག་གི་བསོད་ནམས་ཀྱི་གོ་སྐལ་དུ་རྣམ་པར་སྨིན་པའི་སྨོན་ལམ་སྙིང་ནས་འདེབས་སོ།